སོ་སོ་གི་དྲིན་ཆེན་ཨ་མ་དང། བརྩེ་བའི་ཕུ་ནུ་མིང་སྲིང་རྒྱབ་ལ་བཞག་ཅིག་ནི། ཕ་ས་ཕ་ཡུལ་རྒྱབ་ལ་བཞག་ཅིག་ནི་ད་མི། མི་ཡུལ་ས་མཐའ་ལ། གོམ་ཁ་བལྟས་པའི་སྐབས་ལ་སེམས་བསམ་པ་གིས་བལྟས་ས་འདྲ་བོ་དེ། རྒྱལ་བ་གཞན་ནོར་བུ་དང། བུ་གཞོན་ལགས་ཀྱི་ཡོལ་བ་དེ།

བཙན་བྱོལ་ནང་ལོག་ལ་མི་ལོ་ཉི་ཤུ་ལྷག་ཟིག་འགྲོ་སོང། དེའི་རིན་གོང་ལ། སྤྱི་ཚོགས་འགྱུར་བ་མང་པོ་ཕྱིན་པ་རེད། ལྷག་པར་དུ་ཉིས་སྟོང་བཅུ་གསུམ་ནས་བཟུང་སྟེ་ད་སོ་སོ་ལ་འདྲ་བོ་ཆ་བཞག་པ་ཡིན་ན། རྒྱལ་བ་རིན་པོ་ཆེ་གི་མཚན་དང་འབྲེལ་བའི་ཐོག་ནས། རྒྱལ་བ་རིན་པོ་ཆེ་གི་མཚན་བེད་སྤྱོད་ལོག་པ་གཏོང་བའི་ཐོག་ནས། དེ་ནི་བོད་གཞུང་གི་གྲོས་ཚོགས་ཀྱི་ར་བ་ནི་འགོ་བཙུགས་ཏེ། དེ་ནི་ང་དང་ང་འདྲ་བོ་ཁག་ཅིག་ལ་རང་བཙན་འཐབ་རྩོད་བྱེད་པའི་གྱི་ནག་ཉེས། རང་བཙན་བཤད་པའི་གྱི་ནག་ཉེས་བཙོག་བྱས་ནས་ད། འཐབ་རྩོད་ཟིམ་བུའི་དབྱེ་འབྱེད་ད་མང་པོ་ཅིག་བྱས་པ་རེད། དེའི་གྱི་དངོས་ཡོད་གནས་ཚུལ་དེ་ཚོ་བཤད་པ་ཡིན་ན། དངོས་གནས་ཁྱེད། ཕྱོགས་ཁ་ཤས་ནས་ཞེན་པ་ལོག་དགོས་ཡ། ཕྱོགས་ཁ་ཤས་ནས་སེམས་པ་སྐྱོ་དགོས་ཡ། ཕྱོགས་ཁ་ཤས་ནས་ཁོང་ཁྲོ་ཟ་དགོས་ཡ་གི་གནས་སྟངས་མང་པོ་ཡོད་རེད། ཡིན་ན་ལས་ད་ལྟ་བར་དུ། དགྲ་དགའ་གཉེན་སྡུག་ལ་མ་འགྲོ་ཡ་དང། དེ་ནས་སྤྱི་ཚོགས་ལ་འཁྲུག་མ་ཐེབས་ཡ་གི་ཆེད་དུ། སྐད་ཆ་དེ་ཚོའི་གྲས་དེ་ཟོར་ཙམ་གྱིས་སྤྱི་ཚོགས་ལ་དངོས་ཡོད་གནས་ཚུལ་གྱི་དཀའ་ངལ་འཕྲད་བ་དེ་ཚོ་ལ་མ་བསྒོ་ཡག་གི་འབད་བརྩོན་ལོ་མང་པོ་བྱས་བྱས་ནས་བསྡད་པ་ཡིན། ད་ཁ་སང་འདྲ་བོ་ཆ་བཞག་ན་ལས་གསུམ་པའི་ཕ་ས་གི་ནང་ལོགས་ལ་ང་གཏམ་བཤད་བྱེད་ཡ་ལ་སྐད་བཏང་བ་ནང་བཞིན་གཏམ་བཤད་བྱེད་དྲི་བ་དྲི་ལན་བྱེད་པའི་བརྒྱུད་རིམ་ནང་ལོགས་ལ་ཡིན་ན་ལས། དེ་སོགས་ཀྱི་སྐོར་ལ་དྲི་བ་བཏང་བ་ཡིན་ན་ལས་ལན་རྒྱབ་མ་དགོས་ཡག་གི་འབད་བརྩོན་བྱས་པ་ཡིན། དེའི་དགོས་པ་རྒྱུ་མཚན། སྤྱི་བ་རང་ལ་བསམ་བློ་གཏོང་བ་ཆགས་བསྡད་ཀྱི་ཡོད། གནས་སྟངས་དེ་འདྲ་རེད། ད་དེ་འདྲ་གི་དཀའ་ངལ་རྒྱ་བར་འབོ་ཆེ་གི་མཚན་བེད་སྤྱོད་ལོག་པ་གཏོང་བ་དང་བོད་གཞུང་གི་གྲོས་ཚོགས་ནི་འགོ་བཙུགས་ཏེ། དེ་ནི་རང་བཙན་འཐབ་རྩོད་བྱེད་པ་དང་རང་བཙན་གྱི་སྐད་ཆ་བཤད་པ་དེ་ཉིན་པ་ལ་རྩིས་བྱས་ནས་ད་མ་ཉིན་ཁ་ཡོད་ག་ཚད་བྱས་པ་ཡིན་ན་ལས་ད་ལྟ་བར་དུ་སེམས་བསམ་པ་གི་གཏད་ས་འདྲ་བོ་དེ་ད་དུང་ཡང་རྡ་རམ་ས་ལ་གི་རི་འདེབས་ལ་ཡོད་པའི་རྒྱ་བལ་གཞན་ནོར་བུ་དང་བོད་གཞུང་འགྱུར་བ་མེད་པའི་ཐོག་ནས་སོ་སོའི་སེམས་ནང་ལོག་ལ་ཡོད། བོད་ཕྱི་ནང་གཉིས་ཀ་ལ་འཐབ་རྩོད་ཀྱི་ཆ་ནས་མི་སྒེར་གྱི་འཚོ་བ་རང་དབང། དྲན་གདུང་ཕྱོགས་མང་པོ་ནས་ང་ཚོ་ལ་འགྲོ་བ་མི་གཞན་དག་ལས་ལྷག་ས་ཀྱི་ང་ཚོ་ལ་དཀའ་ངལ། ཉི་མ་རེ་རེ་ཀྱི་འཚོ་བ་ནང་ལོགས་ལ་དཀའ་ངལ་མང་པོ་ཡོད་རེད། དཀའ་ངལ་མང་པོ་ཡོད་མེད་ལ་མ་ལྟོས་པའི་ང་ཚོ་ལ་སེམས་བསམ་པ་བཞག་ས་འདྲ་བོ། ང་ཚོ་ཚང་མ

བོ་དེ་འདས་པའི་གི་ལོ་རྒྱུས་ཀྱི་ནང་ལོགས་ལ་རང་བཙན་ཡིན་པ་དེ་གཞི་ལ་བཞག་པའི་ཐོག་ནས་ང་ཚོ་གིས་བདེན་པ་གི་འཐབ་རྩོད་བྱེད་ཀྱི་ཡོད་ང་ཚོ་ལ་བདེན་པ་ཡོད་ལབ་བསྡད་ཡ་དེ་བདེན་པ་དེ་ལོ་རྒྱུས་ཀྱི་ཐོག་ནས་བོ་དང་རྒྱ་ཐ་རི་ཡིན་བསྡད་པ་དེ་ཆགས་བསྡད་ཡོད་དེའི་མཚོན་རྟགས་གལ་ཆེ་གཅིག་དེ་བཙན་བྱོལ་བོད་གཞུང་དེ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་ད་ལྟ་བར་དུ་ང་ཚོ་ལ་གཞུང་གི་ཡོད་བ་དེ

ཚོགས་འདུའི་ཐ་མག་གི་སྐབས་ལ་ཡིག་ཆ་ཨང་གསུམ་གྱི་སོག་དགོས་པ་བརྒྱུད་ནས། ཁྲིམས་བཤེར་པ་གསུམ་ཀ་ཕྱིར་འབུལ་བྱས་ཟིན་པའི་གནས་བབ་འོག་ནས་ཁྲིམས་བཤེར་པ་གསར་བ་སྔར་སྲོལ་ནང་བཞིན་བསྐོ་གཞག་བྱེད་མ་ཐུབ་ནས། ཕྱི་སྡོད་ཁྲིམས་བཤེར་ཁང་ལ་ཁྲིམས་དཔོན་མེད་པའི་གནས་སྟངས་གཅིག་བསྡད་ཡོད་རེད་ང་ཚོ། དེ་ག་ནང་བཞིན་རྒྱ་ཆེའི་མི་མང་གིས་སྐབས་བཅུ་བདུན་པའི་སྤྱི་འཐུས་རྣམ་པ་འདེམས་ཐོན་གནང་བ་ཡིན་ན་ལས་འདེམས་ཐོན་སྤྱི་འཐུས་དམ་པ་ཁྲིམས་མཐུན་གྱི་དམ་བཅའ་འབུལ་ས་གལ་ཁྲིམས་དཔོན། ཁྲིམས་བཤེར་པ་མི་རིགས་ཀྱི་གནས་སྟངས་ཅིག་ནང་ལོགས་ལ་བསྡད་ཡོད་རེད། མདོར་བསྡུས་ན་ད་ལྟ་ང་ཚོ་དང་དམངས་གཙོའི་ཀ་བ་གསུམ་ཀ་མི་རིགས་ཀྱི་གནས་སྟངས་ཐབས་སྐྱོ་བོ་འདི་འདྲ་ཅིག་གི་སྒང་ལ་ང་ཚོ་བསྡད་ཡོད་རེད། ང་ཚོ་མི་སེར་དཀྱུས་མ་ཅིག་ཡིན་པ་ཡིན་ན་ལས་བུ་ལ་རེ་བ་དང་སེམས་ཁུར་ཡོད་ཉེན་ཅིག་ཡིན་པའི་ཆ་ནས་ཁ་ཚོན་དེ་རིང་ཞོགས་ཀྱི་ཡར་ལངས་ཤིག་ནས་ངོ་དེབ་དང་སྤྱི་ཚོགས་དྲ་ལམ་བལྟས་པའི་སྐབས་ལ། ད་ཅིག་རྡ་རམ་ས་ལ་ནི་གཏམ་བཟང་པོ་དང་གཏམ་གསར་བ། སྤྱི་མཐུན་དང། བདེན་མཐོང་སྲིད་སྐྱོང་གི་དམ་པོར་དེ་སོགས་ཁྲིམས་མཐུན་གྱི་ཐོག་ནས་ཅིག་ཡང་བཅར་འབུལ་ཡག་གི་གནས་བབ་ཅིག་དང། སྤྱི་འཐུས་ཚོགས་གཙོ་ཚོགས་ཆུང་དེ་སོགས་འོས་འདེམས་བྱེད་ཕྱིན་ནས། ད་ཅིག་དམངས་གཙོའི་ཀ་བ་བཟུང་སྟེ་བཅར་གསོ་བྱེད་ཡག་གི་གཏམ་བཟང་པོ་དང་གཏམ་གསར་བ་འདྲ་བོ་ཅིག་ཡོང་ན་བསམ་ཕྱིན་ནས་རེ་བ་རྒྱབ་ཕྱིན་ནས་ངོ་དེབ་བསྔོག་དགོས་ཡག་ཞོགས་གི་རྟག་པར། དེ་འདྲ་གི་གནས་སྟངས་ཅིག་ནང་ལོག་ལ་བསྡད་ཡོད་རེད། ང་ཚོ་རང་དབང་ལུང་པ་ལ་ཡོད་ཉེན་ཚོ་གནས་སྟངས་འདི་འདྲ་ཅིག་ནང་ལོག་ལ་ཡོད་བ་ཡིན་ན་རང་དབང་རྩ་བ་ཉིད་ནས་མི་འཇོག་གཞིས་ལུས་རྒྱ་ཆེའི་མི་མང། བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོག་ལ་སྐད་ཆ་ཡིན་ལ་མིན་ལ་དེ་ཚོ་ཕྱེད་ཀ་གོ་གི་ཡོད་རེད་ཕྱེད་ཀ་གོ་གི་ཡོད་མ་རེད། གནས་སྟངས་དེ་འདྲ་ཅིག་གི་ནང་ལོག་ལ་སེམས་ཁྲལ་སྡུག་བསྔལ་མ་སྐྱིད་པ་ག་ཚོད་ཡོད་རེད། ང་ཚོས་བསམ་བློ་གཏོང་དགོས་ཡ་ཆགས་ཡོད་རེད་བ། འདི་འདྲ་གི་དཀའ་ངལ་དང་གནས་སྟངས་དེ་ནི། ང་ཚོ་དཀའ་ངལ་འདི་ལས་སེར་བྱེས་ནས་དགྲ་བོ་རྒྱ་ནག་གི་མདུན་ལ་སླར་ཡང་དམངས་གཙོའི་ཀ་བ་བཟུང་སྟེ་སླར་གསོ་ཐུབ་ཡ་གཅིག་དང་བོ་པ་དེ་རྡོག་རྩ་གཅིག་སྒྲིལ་གྱི་ངོ་བོ་ཅིག་བསྟེན་དགོས་ཡ་དེ། ད་ང་ཚོ་ལ་དངོས་གནས་གླི་ཕོ་རུས་དང་མགོ་གནམ་ཕྱོགས་དང། གླེན་ལག་རྒྱག་གི་ཡོད་ཡིན་ན་ཁ་བོ་དམ་ཡག་གི་དུས་ཚོད་ཅིག་རིག་པ་འགྲིམ་ཡག་གི་དུས་ཚོད་ཅིག་སླེབས་ཡོད་རེད་བ་ང་ཚོ་དེའི་འགན་གཙོ་བོ་དེ་ད་རྡ་རམ་ས་ལ་ལ་ད་ལྟ་རྒྱ་ཆེའི་མི་མང་གི་ཡར་ལྡེམ་བཞག་རྒྱུ་གི་ལྡེམ་ཐོང་གི་སྲིད་སྐྱོང་ལྡེམ་ཐོང་གི་སྤྱི་འཐུས་རྣམ་པ་ལྷག་པར་དུ་ད་ག་ཚོང་ལམ་ལུགས་སུས་ཀྱི་ཐོག་ནས་མ

ང་རང་གིས་ང་རང་ཚེ་ལས་བཙུགས་པའི་ཚོགས་ནི་ངས་ཕྱོགས་རིས་ཀྱི་སྐད་ཆ་ཚིག་གིས་བཤད་མེད། ད་ལྟའི་གི་ང་ཚོ་གི་དཀའ་ངལ་འདི། ཆེས་མཐོའི་ཁྲིམས་ཞིབ་ཁང་དང་སྤྱི་མཐུན་ལྷན་ཚོགས་ཀྱི་དཀའ་ངལ་གྱི་རེད་མ་གཏོགས་འདི་ལུང་ཚན་བྱེ་བྲག་པ་དང་ཆོས་ལུགས་བྱེ་བྲག་པ་དང་མི་བྱེ་བྲག་པ་གི་དཀའ་ངལ་གྱི་རྩ་བ་ཉིད་ནས་ཆགས་ཡོད་མ་རེད་འདི་ལ་ཕྱོགས་རིས་བྱས་དེ་ས་གི་གནས་སྟངས་སུ་གྱེས་ཡོད་མ་རེད། ང་འདྲ་བོ་གཅིག་ནི་སུ་གང་ལའང་ཕྱོགས་གྱེས་དགོས་ཡ་གས་མེད་ངས་དེ་ཉིད་དང་པོ་ནས་ཞུ་བ་ཡིན། བོན་པ་ཚེ་རིང་ལགས་ཀྱི་ཆོག་བྱེད་དགོས་ཡ་མེད་སློབ་བཟོ་སེང་གེ་ལགས་ཀྱི་ཆོག་བྱེད་དགོས་ཡ་མེད་ང་སུ་གི་བུ་སྐྱེ་བ་ལ་ཡག་པོ་བྱས་སོང་བ་ཡིན་ནལ་ངས་དེ་ལ་རྒྱབ་སྐྱོར་བྱེད་ཀྱི་ཡིན་ཟེར་ངས་ཞུས་ཡོད། སྲིད་སྐྱོང་ཟུར་པ་སློབ་བཟོ་སེང་གེ་ལགས་ཀྱི་སྐབས་འདྲ་བོ་ཡིན་ནལ་ཡ་ཡི་ཕྱོགས་ལ་རྒྱབ་སྐྱོར་བྱས་ཡོད། མ་འབྲེལ་བའི་ཆ་ལ་སྐྱོན་བརྗོད་ཞུས་ཡོད། དེ་ག་ནང་རྒྱུད་འདེམས་ཚོགས་སྲིད་སྐྱོང་སྤེན་པ་ཚེ་རིང་ལ་ཡར་ལྡབ་མའི་བཀའ་ལ་ངས་མཚམས་འདྲི་ཞུས་ཡོད། མ་འབྲེལ་བའི་ཆེད་ནས་སྐྱོན་བརྗོད་བྱེད་ཀྱི་ཡིན་འབྲེལ་བ་བྱེད་ནས་རྒྱབ་སྐྱོར་བྱེད་ཀྱི་ཡིན་ཞུས་ཡོད། ང་ད་ག་རང་འགྱུར་བ་མེད་དོན་གྲུབ་བླ་དར་གྱིས་སྐད་ཆ་ག་རེ་བཤད་པ་དེ་ད་ག་རང་བསྡད་ཡོད་ཕོ་རབ་ཚིག་ཐོག་དང་ཕ་རྗེས་ཐོག་ལ་བསྡད་ཡོད། དེ་འབྲེལ་གྱི་ཁ་ཚོན་དམ་པོར་དེ་སོ་ཞུ་སྟོང་འབྲེག་དང་མ་འབྲེག་གི་བཀའ་མོལ་དེ་ཕྱོགས་རིས་ཞེ་འགུག་བྱེད་ཀྱི་འདུག་གསུངས་ཡོད་དེ་སོ་གཞི་རྩ་རྩ་བ་ཉིད་ནས་རྣམ་པ་ཚོ་ལ་ཡོད་མ་རེད་ཟེར་གྱིན་ཞུ་གི་ཡོད། ངས་ཕྱོགས་རིས་ཞེ་འགུག་བྱེད་མི་འོས་ཀྱི་དཔང་རྟགས་འདྲ་བོ་དེ། ད་རྣམ་པ་ཚོ་གིས་ངའི་ལས་དོན་ད་ལྟ་བར་དུ། ང་ཁ་ཚོན་དེ་རིང་ཉི་མ་ཁ་ཤས་ནང་ལོགས་ལ་བོད་པའི་བོད་སྐྱེ་བ་དང་འབྲེལ་བའི་ལས་ཀ་བྱེད་ཡོང་ཉན་གི་མེད་ཀྱི་མ་རེད། ང་ད་ལྟ་བར་དུ་ལས་ཀ་བྱེད་པའི་བརྒྱུད་རིམ་ནང་ལོགས་ལ། ངས་ལས་ཀ་མང་པོ་སོ་སོ་གི་འགན་འཁྱེར་ནས་ལས་ཀ་བྱས་ཡོད། ཕྱོགས་རིས་ཞེན་ཁོག་བྱས་མ་མྱོང། བྱེད་དགོས་པའི་རྒྱུ་མཚན་མེད། ང་འདྲ་བོ་ཅིག་ཞི་བ་བཅས་ཀྱི་མཁས་པ་མིན་ཏེ་ངས་ག་རེ་ཧ་གོ་གི་ཡོད་ལབ་ན། བོད་ཀྱི་དཀའ་ངལ་དེ་ཧ་གོ་གི་ཡོད། རྒྱལ་ཁབ་ཤོར། གཞིས་བྱེས་ཁ་བྲལ། གཞིས་ལུས་རྒྱལ་ཆེན་མི་མང། དཀའ་སྡུག་དང་མནར་གཅོད་ཀྱི་འོག་ལ་རེ་བ་ཡིད་ཆེས་བརྩི་འཇོར་ནང་ལ་བཞག་ནས་བསྡད་ཡོད་བ་དེ་ངས་ཧ་གོ་གི་ཡོད། དེ་ཧ་གོ་བའི་ཐོག་ནས། འབྱུང་གི་ཡོད་ན་འདྲ་འབྱུང་གི་མེད་ན་འདྲ་དཀའ་ངལ་ག་ཚོད་མི་དགོས་ག་ཚོད་འཕྲད་ཀྱི་ཡོད་ན་ལས་ལས་ཀ་བྱེད་ཀྱི་ཡོད།

ལོ་མང་པོ་ལ་འཚོ་བཅུག་ནས་འོ་མ་བཞོས་ནས་དགའ་གི་རེད་ང་ལ་དཔེ་དེ་ལབ། དཔེ་དེ་ལབ་དུས་ཙམ་མ་ལ་ངས་ཕར་དྲི་བ་བཏང་ཡིན་ཁྱོད་རང་གིས་དེའི་དཔེ་དེ་ག་རེ་ལབ་གི་ཡོད་ང་ལ་ལབ་པའི་སྐབས་ལ། ཁོ་རང་གིས་ཁ་གསལ་པོ་གི་ཐོག་ནས་ང་ལ་ག་རེ་ལབ་ཟེར་ལབ་ན། ཁྱོད་རང། བོད་སྤྱི་ལ་ཕན་ཐོགས་ངེས་ཅི་རེད། གཉེན་སྐྱེས་གཉིས་ཀྱི་བཟོ་བྱས་ནས་ཁྱོད་རང་གི་སྲོག་ཤོར་བ་ཡིན་ན་བེད་སྤྱོང་ཐེངས་མ་གཅིག་རེད། དེ་ལས་ཁྱོད་རང་རྒྱུན་རིང་པོ་བསྡད་ཅིག་ནས་བོད་སྤྱི་བའི་ཐོག་ནང་ལ་ལས་ཀ་བྱས་ན་དེ་དགའ་གི་རེད། སྐད་ཆ་དེ་འདྲ་བཤད་སོང། ངས་དེ་ཚེག་ཟོར་གྱིས་ངའི་ལྕགས་ཟུར་བཤད་མེད་ད། མ་འོངས་པར་ར་སྤྲོད་བྱེད་དགོས་ན་ར་སྤྲོད་བྱེད་ཡ་ཡོད་ད། གསར་འགོད་པ་གྱི་རེད་ངའི་སྐད་ནི་ཧ་གོ་གི་རེད། དེ་འདྲ་གི་ད་འཇིགས་སྐོར་བྱས་སོང། ཕྱོགས་གཅིག་ནས་ཤ་ཚ་བའི་སྐད་ཆ་ཡིན་ལབ་གི་འདུག་ངས་དེ་དུས་བཀའ་མོལ་ག་རེ་ཞུ་ཡིན་ལབ་ཡིན་ན། ང་འདྲ་བོ་གཅིག་ན་སྐད་ཆ་ག་རེ་བཤད་པ་དེ་ལས་ཀ་ག་རེ་བྱེད་པ་དེ་བསམ་བློ་གཏོང་འཆར་གཞི་བཞག་ནས་ལས་ཀ་བྱེད་ཀྱི་ཡོད། ང་ཚོ་བོུ་ཁ་གཅིག་འབའ་ལ་ཡོད་དེ་ལས་རྒྱུ་འབྲས་ཁས་ལེན་ཉིན་རྒྱལ་བ་རིན་པོ་ཆེ་ལས་དད་པ་ཡིད་ཆེས་ཡོད་ལབ་ཉིན་ཆི་རེད། ངས་སྐད་ཆ་བཤད་བ་དང་ལས་ཀ་བྱེད་པ་དེ་བོད་སྤྱི་བའི་ཆེད་དུ་བྱེད་ཀྱི་ཡོད་དུས་བོད་སྤྱི་བའི་ཆེད་དུ་སྐད་ཆ་ཞིག་ལས་ཀ་བྱེད་ཆོག་དེ་ལ་ལམ་ཁ་དེ་འདྲ་ཅིག་མ་གཏོགས་གཏོང་ཡ་མིན་ན། འོ་མ་མ་ཤོར་བ་བྱས་ནས་ཤ་བཅད་ནས་ཤ་ཟ་ཡ་ཡིན་ན་ང་ལ་ཁྱད་པར་མེད། ང་བློ་ཐག་བཅད་ཚར་ཡིན་ཟེར་ནས་ལབ་བ་ཡིན། ཡང་བསྐྱར་ཁོ་རང་གིས་ག་རེ་ལབས་སུ་ལབ་བ་ནི། ཁྱོད་རང་བློ་ཐག་བཅད་ཐུབ་ན་ལ་ཁྱོད་རང་ལ་བཟའ་མི་བུ་ཕྲུག་ཡོད་རེད་ཟེར་དེ་འདྲ་ལབས་སུ་ང་ལ། ངས་ཞུས་པ་ཡིན། ཁྱོད་རང་གིས་ང་ལ་དེ་ཤ་ཚ་བའི་སྐད་ཆ་བཤད་ཀྱི་ཡོད་ན། བློ་ཕམ་པོ་ཞེ་རག་རེད་ལ། ད་ལྟ་བར་དུ་བོད་པའི་རྩ་དོན་འཐབ་རྩོད་ཀྱི་ཆེད་དུ། བོད་མི། ཁྲི་ཚོ་འབུམ་ཚོ་གིས་སྲོག་བློས་གཏོང་ཚར་བ་རེད། བོད་པ་བརྒྱ་དང་དྲུག་ཅུ་བདུན་ཅུ་གིས་རང་ལུས་མེ་ལ་བསྲེགས་ཚར་བ་རེད། ང་མི་གཅིག་རྩ་སྟོང་གི་ཆེད་དུ་ག་སྲིད་དེ་འདྲ་ཆགས་འགྲོ་གི་ཡོད་ཡིན་ན། དེ་ལ་ཕངས་སེམས་དགོས་ཀྱི་གནས་སྟངས་དེ་མ་རེད་ཟེར་ནས་ཞུས་པ་ཡིན། ད་རང་ཡིན་ང་གནས་སྟངས་དེ་འདྲར། ད་ལྟའི་ང་ཚོའི་སྤྱི་ཚོགས་ཀྱི་ནང་ལོགས་ལ། ད་དེ་འདྲ་གི་རྒྱ་མི་གི་ལས་ཀ་བྱེད་ཡག་གི་ལས་ཀ་དེ་ཚོ་བོད་པའི་ཁ་ནས་མ་མཐོང་ཡོང་གི་ཡོད། ང་དེ་ལ་ཞི་བ་བློ་ཕམ་དགོས་ཡ་གི་མེད། ང་རང་སྒེར་གི་གནས་སྟངས་ཀྱི་ཆ་ནས་དེ་ལས་ཀྱི་ཚད་མཐོ་བ

ག་རེ་ཆགས་དགོས་ཀྱི་ཡོད་བ་དེ་བྱས་ལུས་སེམས་གཉིས་ཀ་ལ་ཆགས་ཚ་འཇོག་གི་མེད་ཅིང། དེ་འདྲའི་སྦྱིན་པའི་ཆ་ནས་སོ་སོ་སྒེར་གྱི་གནས་དོན་དེ་བློ་ཕམ་དགོས་ཡ་གལ་མི་འདུག་ང་ད་ལྟ་ག་རེ་ལ་བློ་ཕམ་གྱི་འདུག་ལབ་བ་ཡིན་ན་བུ་བཞི་སྦྱིན་གཉིས་ཀ་གི་རེ་བ་ཡིད་ཆེས་བྱེད་བསྡད་ས་གི་རྡ་རམ་ས་ལ་གི་བུ་གཞོན་དེ་འདི་འདྲི་བྱེད་བྱས་ནས་ད་མི་ཁག་ཅིག་གི་མེ་བ་བཟོས་བ་དེ་དེ་ཡང་བོད་པ་རང་གི་ལག་པ་ནས་སྨྲ་བ་བཟོད་པ་དེ་ལ་ང་སྔོན་མའི་གེ་སར་མོ་ལ་འཁོར་མ་ཐུབ་པའི་བློ་ཕམ་འདུག་དེ་རེད་ད། དེ་འདྲ་ཡིན་པའི་ཆ་ནས་ད་ད་རིང་འོས་བསྡུ་ལས་དབང་གི་གསར་འགོད་ལྷན་ཚོགས་དེ་བོད་ལྗོངས་པའི་སྐྱབས་ཐོབ་ཡ་གཅིག་གི་གསར་འགོད་ལྷན་ཚོགས་གཅིག་དང། བོད་པ་དེ་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས། སྐྱིད་སྡུག་མཉམ་མྱོང། ནུས་པ་མཉམ་སྤུངས་བྱེད་ཡག་གི་ས་འགུལ་ལེན་བཟོ་ཅིག་ཡིན་དགོས་ཀྱི་རེད་དེ་འདྲ་ཡིན་ཡག་གི་རེ་བ་ཡིད་ཆེས་རེ་བ་སྨོན་ལམ་བྱེད་ཀྱི་ཡོད། ད་ད་ལྟ། དཀྲོག་གཏམ་གོ་བ་ནང་བཞིན། ཨ་ནི་སྐུ་པར་གྱི་མདུན་ལ་དམ་བཅའ་འབུལ་ཉིན་དེ་ཚོ་བར་བརྒལ་ཚོགས་གཙོ་གི་མདུན་ལ་ཁྲིམས་འགལ་གྱི་དམ་བཅའ་འབུལ་དགོས་རེད་གསུང་གི་ཡོད་ན། ད་དེ་ཚོ་ཞེ་དྲག་གི་དངོས་གནས་ཀྱི་བློ་ཕམ་པོ་རེད་རྣམ་པ་ཚོ་ག་ཟིག་དེ་འདྲ་གསུང་གི་ཡོད་ན། ཨ་ནི་ད་ད། སྐབས་བཅུ་དྲུག་པའི་གྲོས་ཚོགས་ཚོགས་དུས་མཐའ་མ་ལ་ཡིག་ཆ་ཨང་སུམ་ཅུ་སོ་དགུ་པའི་བརྒྱུད་ནས་མ་དཔུའི་བཞག་རྒྱུགས་ཀྱི་ཁྲིམས་བཞེས་པ་ཟུར་པ་སོང་སྟེ་ཁྲིམས་ཀྱི་བརྒྱུད་རིམ་གང་ཡང་མ་བསྐྱུར་བའི་ཆེད་ཅིག་ནས་ཡར་ཁྲིམས་ཁང་ནང་ལ་ལ་འཛུལ་ཡོང་ཡང་ཁྲིམས་འགལ་ལུགས་འགལ་བྱེད་ཕྱོགས་དེ་རྣམ་པ་ཚོ་གིས་ད་ངོས་ལེན་བྱེད་པ་ཆགས་ཀྱི་ཡོད་རེད། འདི་ངོས་ལེན་བྱེད་ཡག་ཡིན་ན་པ་མ་འོངས་པ། ད་ལྟའི་ཆ་ལ་ཁྲིམས་འགལ་གྱི་ཐོག་ནས་ཡར་ཁྲིམས་ཁོངས་ནང་ལས་འཛུལ་ཡོང་ཕྱོགས་ཀྱི་ཁྲིམས་ཆད་པ་ཟུར་པ་གསུམ་སྟེ། བདེན་དཔང་སྲིད་སྐྱོང་གིས་ངོས་ལེན་བྱེད་བར་སྒར་ཚོགས་གཙོ་གིས་ངོས་ལེན་བྱེད་འོས་བསྡུ་འགན་འཛིན་གྱིས་ངོས་ལེན་བྱེད་པ་ཡིན་ན། ད་མ་འོངས་པ་ང་ཚོ་གིས་ཁྲིམས་བཟོ་ལྷན་ཚོགས་ཀྱི་མཐའ་འཁྱོལ་ལ་སུས་བརྩི་བཀུར་བྱེད་ཀྱི་རེད། བོད་གཞུང་གི་བཅའ་ཁྲིམས་ལ་སུས་བརྩི་བཀུར་བྱེད་ཀྱི་རེད། ང་ཚོར་ཁྲིམས་ཀྱི་དབང་སྒྱུར་ག་འདྲ་བྱས་ནས་བྱེད་ཐུབ་ཀྱི་རེད་དེ་འགན་ཡོངས་རྫོགས་རྣམ་པ་ཚོ་གིས་འཁྱེར་དགོས་ཀྱི་རེད་དེ་ཞུ་གི་ཡོད། གལ་སྲིད་ད་ལྟ་སྤྱི་ཚོགས་ནང་ལོགས་ལ་དཀྲོག་གཏམ་གྱིས་སྒྲོག་གི་ཡོད་ནང་བཞིན་འོས་བསྡུ་ལས་ཁང་གིས་ཁ་ཚོན་བཀོད་པར་གྱི་མདུན་ལ་དམ་བཅའ་འབུལ་མཉན་གྱི་སྤྱི་འཐུས་ཉི་ཤུ་རྩ་གཉིས་དེ་བར་སྐར་ཚོགས་གསོག་གི་མདུན་ནས་ཁྲིམས་འགལ་གྱི་དམ་བཅའ་འབུལ་དགོས་རེད་གསུང་གི་ཡོད་ན། ད་སོ་སོ་དགྲ་བོ་བྱས་ན་ཉི་མ་དེ་རིང་ནས་བཟུང་སྟེ་དེ་ནི། ད་བདེན་དོན་སྲིད་སྐྱོང་གིས་ཁྲིམས་འགལ་གྱི་ཁྲིམས་བཤད་པ་ཟུར་པ་གསུམ་གྱི་མདུན་ནས་དམ་བཅའ་འབུལ། བར་སྐལ་ཚོགས་གཙོ་གིས་དེ་ག་རང་འོས་བསྡུ་འགན་འཛིན་གྱིས་ཡང་ད་ཁྲིམས་འགལ་གྱི་ཁྲིམས་བཤད་པ་ཟུར་པ་གསུམ་དེ་ནི་ངོས་ལེན་གནང་གི་ཡོད་ན། ད་ང་ཚོ་མང་ཚོགས་ཀྱི་ཀ་བ་གསུམ་དེ་སླར་གསོ་བྱེད་ཐུབ་ཡག་གི་གནད་དོན་མེད་བ། ཁྲིམས་མཐུན་གྱི་མང་ཚོགས་ཀྱི་ཀ་བ་གསུམ་དེ་ད་གནས་སྐབས་ཅིག་ལ་སླར་གསོ་བྱེད་ཐུབ་ཡག་གི་གནད་དོན་མེད་བ་ཆགས་པའི་ཆ་ནས་ང་འདྲ་བོ་གཅིག་ལ་དེ་འདྲའི་གལ། ཁྲིམས་འགལ་གྱི་ཁྲིམས་ཞབས་པ་ཟུར་བག་གི་མདུན་ནས་དམ་བཅའ་ཕུལ་ཆོག་གི་གཞུང་དེ་ལ་ངོས་ལེན་རྩ་བ་ཉིད་ནས་མེད། དེ་མེད་པའི་ཆ་ནས། ཁྲིམས་མཐུན་གྱི་དམ་འབུལ་གཅིག་དང་ཚོང་དམག་གིས་ཐུན་མོང་གི་གཅིག་གྱུར་གྱིས་ངོས་ལེན་བྱེད་ཐུབ་ཡག་གི་གཞུང་དེ་སླར་གསོ་བྱེད་མ་ཐུབ་ཀྱི་བར་དུ། ཁྲིམས་འགལ་གྱི་སྲིད་གཞུང་དེ་ལ། སོ་སོའི་གཞུང་ལ་ངོས་ལེན་བྱེད་ཐུབ་ཡག་མེད། དེ་མེད་པའི་ཆ་ནས། དེ་དང་འབྲེལ་བའི་ཁེ། དངོས་གནས་ཀྱི་འོས་བསྡུ་ལས་དབང་གི་དེ་རིང་ཐག་གཅོད་དེ་འདྲ་ཅིག་གནང་ཡོང་བ་ཡིན་ན་དེ་དང་འབྲེལ་བའི་ཐོག་ལ་འཆར་གཞི་བཞག་གི་ཡིན་ལས་འགོར་སྤེལ་གི་ཡིན་དེ་དེ་རིང་ངས་གསལ་པོ་བྱས་ནས་ཞུ་གི་ཡོད། ངས་ལས་འགོར་སྤེལ་བ་ཙམ་མ་རེད་རྒྱ་ཆེའི་མི་མང་ནང་ལོགས་ལ་དེའི་བསམ་བློ་དེ་གཏན་ནས་ཡོང་གི་རེད་དེ་འགའི་རྣམ་པ་ཚོགས་ཀྱིས་འཁྱེར་དགོས་ཀྱི་རེད། ང་ཚོ་ཚང་མ་རྡོག་རྩ་གཅིག་རེད་དགོས་ཡ། ང་ཚོ་ཚང་མ་ལ་ཁྲིམས་མཐུན་གྱི་གཞུང་གཅིག་དགོས་ཡ་དེ། བོད་ཤི་སོང་ཚོ་མ་གི་རེ་བ་ཡིད་ཆེས། དགྲ་བོ་རྒྱ་ནག་ལ་ཁ་བཏད་བྱ་ཡག་གི་སྟོབས་ཤུགས་ཆགས་ཡོད་རེད་དེ་ལས་དགོངས་པ་བཞེས་བྱས་ནས་རྣམ་པ་ཚོ་གི། ད་བོད་གཞུང་དེ་ཁྲིམས་མཐུན་གི་ཐོག་ནས་དམངས་གཙོའི་ཀ་བ་བཟོམས་ཏེ་སླར་གསོ་བྱེད་ཐུབ་ཡག་ཐུན་མོང་གི་ངོས་ལེན་བྱེད་ཡག་གི་གཞུང་གི་སླར་གསོ་བྱེད་ཐུབ་ཡག་གི་ཐོག་ལ་རྣམ་པ་ཚོ་གི། སྤྱི་འཐུས་ཚོགས་གཙོ་ཚོགས་གཞུང་འདེམས་ཡག་གི་ལས་རིམ་དེ་མགྱོགས་པོ་ཅིག་ལ་འགྲོ་ཐུབ་ཡག་གི་ཐོག་ནས་ཁྲིམས་མཐུན་གི་ལས་རིམ་ཅིག། ཚང་མ་ལ་དངོས་གནས་སྤྱི་སྙོམས་ཀྱི་ལས་རེམ་ཅིག་འོས་བསྡུ་ལས་ཡོངས་ཀྱི་བཟོ་ཡག་གི་ངས་རེ་བ་དང་སྨོན་ལམ་ཞུ་གི་ཡོད། དེ་རེ་ཡིན་པའི་ཆ་ནས། ཨ་ནི་ངས་ཁ་ཚོན་གསུམ་པའི་གླེང་སྟེགས་ནང་ལོག་ལ་ཞུ་བ་ཡིན་རྒྱ་ཆེའི་མི་མང་གི་ངོས་ནས་ཡིན་པ་ཡིན་ན་ལས། ང་ཚོ ྋརྒྱལ་ཚོང་བ་དང ྋརྒྱལ་ཞེན་ཅན་གཉིས་ཀྱི་ནང་ལོག་ནས ྋརྒྱལ་ཞེན་ཅན་གྱི་ཕྱོགས་ལ་ལོངས་དགོས་ཡ། ཁྲིམས་མཐུན་དང་ཁྲིམས་འགལ་བྱེད་མཁན་གཉིས་ཀྱི་ནང་ནས་ཁྲིམས་མཐུན་གྱི་ཕྱོགས་ལ་ལོངས་དགོས་ཡ། དྲང་བདེན་དང་རྫུན་མ་གཉིས་ཀྱི་ནང་ནས་དྲང་བདེན་གྱི་ཕྱོགས་ལ་ལོངས་བྱས་ནས་བོད་སྤྱི་ལ་འགན་འཁྱེར་དགོས་བ་བོད་སྤྱི་ལ་ཤ་ཚ་དགོས་བ་དེ་ལྟ། ང་ཚོ་ཐུན་མོང་གི་འགན་ཐུན་མོང་གི་མདུན་ལམ་ཐུན་མོང་གི་སྟོབས་ཤུགས་ཆགས་ཡོད་བའི་ཆ་ནས་ཚང་མ་གི་དེ་ཚོ་གི་ཐོག་ལ་དགོངས་པ་བཞེས་བ་དང། ལྷག་པར་དུ་འོས་བསྡུ་ལས་ཁང་གི་ཏེ་རེང་ས་འགུག་ལྷན་ཚོགས་དེ་མ་གནང་བའི་གོང་ལ་ནི་དགོངས་པ་རྒྱ་ཆེན་པོ་ཅིག་བཞེས་ཆེ་ནས་རྣམ་པ་ཚོ་གི་ནི་ག་རེ་ལབ་དགོས་རེད།